ཨོ་དེ་ལས་རྒྱ་ཤོག་ག་འདྲས་བྱེད་གི་རེད་ཉམས་པ་ལགས་སོ་ག་རེ་ཉམས་པ་ལགས་སོ་བྱེད་ཡག་རེད་ལ་དང་ནི། ཨོ་ཁང་ཚག་འདྲ་རྩེད་མོ་ཁང་ཚག་འདྲ་བྱེད་ས་འདྲ་བོ་ཆགས་དེ་ཤག་དེ་ནས་ཁྱེད་རྣམ་པ་ཚོ་ད་རྒྱུན་ལས་བྱེད་ཀྱི་ཡོད་ཀྱི་ར། ཨོ་རྒྱུན་ལས་དང་ཚོགས་སུ་ཚོགས་ཡུན་ཡོད་ན་དོན་དེ་ར་ལ་ངོས་སྤྲོད་འདྲ་བྱེད་ད་ཆ་གང་ལས་ཡོད་དོན་ར་ལས་བྱེད་ཚོགས་སུ་ཚོགས་ཡུན་དང་རྒྱུན་ལས་ཡིན་ལ། མ་དོན་དེ་ནས་ཕྱི་སེ་ནང་སེ་འདྲ་བོ་བྱེད། ཨོ་གཅིག་བཟོ་ཐུབ་ན་ཡག་པོ་ཡོད་ས་རེད་དྲན་གྱི་འདུག་དེ་ནས་ཉམས་པ་ལགས་སོགས་ཀྱིས་མོས་ལྗགས་ལོག་བསྡད་ཡ་དང་ཕོ་སྐྱེས་ཡ་མ་གཏོགས་གདོང་སྟོན་ཐུབ་ངེས་ནི་ཡོད་མ་རེད་དཔེ་འཇོག་བཏང་ཐུབ་ངེས་ནི་ཡོད་མ་རེད། ཨོ་དེ་འདྲའི་འདྲ་པོ་ལགས་ཁ་རྡུང་འདྲ་བུས་དེ་དེ་བྱམས་པ་ལ་སྐད་ཚ་བོ་འདྲ་འདུག་དེ་ནས་ཚོ་ཚོ་ཚོ་གཞོན་སྐྱེས་ལན་ཚང་མ་ག་གསང་ནོར་གྱི་གཏོང་རོགས་ཞེས་ཞུ་ཡ་ཡིན་ངོ་སྤྲོད་བྱས་ན་ཡག་པོ་འདུག་ད་ཚགས་པ་ནང་ལ་བསྡད་ཡ་དང་ང་ཚོ་རྒྱུན་རིང་པོ་འདྲ་འགྲོ་གི་ཡོད་རེད་བ།

ཡི་གེ། རྫུན་མ་ད་ལྟ་གཉིས་ཡོད་རེད། ཨ་ནི། ཁྲིམས་དཔོན་རྫུན་མ་གཅིག་རྒན་ཡོལ་ཞུས་རེད་རྒན་ཡོལ་རྫུན་མ་གཅིག་ཞུས་ཡོད་རེད། ལྡི་ལི་ཡ་ཨ་ནི། བདམས་ཐོ་སྲིད་སྐྱོང་གིས་ཆེ་མཐོང་དེ་ཤུགས་ཆེན་པོ་ཞུ་ཅིག་སྤྲད་ཡོད་རེད་རོ། ཝུ་ནེ་ཁོ་ར། ཆེ་མཐོང་དེ་ཤུགས་ཆེན་པོ་ཞུ་ཅིག་སྤྲད་ཡོད་རེད་ད་དེ། Surprise།

ཨ་ནེའི་དམིགས་ཡུལ་ག་རེ་རེད་ཟེར་སོགས་པ་དེ་འདྲ་མང་པོ་ཅིག་གསུངས་བསྡད་ཀྱི་འདུག་ད་ཉམས་པ་ལ་སོ་ཟེར་དེ། ཨ་ནེ་ང་རང་ཚོ་བཙན་བྱོལ་བོད་གཞུང་ནང་ལོགས་ལ་ཡ་ག་རེ་ཉམས་དང་འདུག་ནས་འདི་སླར་གསོ་བྱས་ཆེད་དུ་དང། ཨ་ད་ག་ནང་བཞིན་ང་རང་ཚོ་བོད་ཕྱི་ནང་གཉིས་ལ་ཡ། ཨོ་ད་ད་ད། ཉམས་ལ་ག་རེ་འགྲོ་བསྡད་འདུག་ར། ཆོས་རིག་གཞུང་སྐད་རིགས་ག་རེའི་ཐོག་ལ་ཡིན་ནས་ཁྲིམས་སྒྲིག་ལུགས། འོ་ཡ། ག་རེའི་ཐོག་ལ་ཡིན་ནས་ཉམས་པ་ག་རེ་འགྲོ་དུས་ནས་འདི་ལ་བླ་གསོ་བྱས་བྱེད་དུ་ལ་ཡ་ནི་ཚོགས་པ་དེ་གི་དམིགས་ཡུལ་རེད་ཟེར་ནས་ཞུ་ཡ་ཡིན་རོ། ཨ་ད་ག་ནང་བཞིན་ཚོགས་པ་དེ་གི་ཚོགས་གཙོ་དང་ཚོགས་གཞོན་ཟེར་ནས་མིག་སེར་ཟེར་ན་ཧ་གོ་དགོས་ཡ་མེད་དོ། ཅིག་ད་ནང་ཚོགས་པ་ནང་བཞིན་བྱས་ནས་གདོང་པ་མ་སྟོན་ནས་ཡ་ནི་རྒྱབ་ལོག་ལ་བཤད་འགྲོ་དེ་ཉིད་དེ་འདྲ་རེད་མེད་དོ། རོ། ཨ་ནི་གཅིག་གི་རྒྱབ་ལོག་ལ་རྐྱང་རྐྱང་ཁ་བཏང་རོ། ཞུ་མོད་ཅུན་ཅུན་རྐྱང་རྐྱང་བྱས་དེ་འདྲ་བྱས་ནས་རྩ་བ་ཅན་ནས་འགྲོ་གི་ཡོད་མ་རོ། ད་ཉམས་པ་སླ་སུ་ཟེར་གི་ད་ལྟ་འདི་ནང་ལོག་ལ་ཡོད་མགྱོགས་དེ་ཁ་སེང་མིག་དཔེ་སྟོན་སར་འཛབ་བྱས་པ་ཡིན་ན། ཡི་གེ། Swiss ལ་ཡ། དྲི་བ་དྲིས་ནས། མཁར་ཐུག་སྡོང་པོ་དོད་ནས་སྟོན་དགོས་ད་བ་ད་ཚོ་ཚང་མ་ཉམས་པ་སླ་སུ་གི་ཚོགས་མི་རེད་ཟེར་ཞུ་ཡ་ཡིན་རོ། ཨ་འདི་ནས་རྡ་རམ་ས་ལ་ལ་ཡ། འདི་གའི་ས་གནས་ས་ཐོག་ལ་ཡོད་ཕེ་རེད་ད་ག་ནང་བཞིན Australia ཡོད་ཕེ་ཡོད་རེད་ད་ས་ཆ་ག་ས་ག་ལ་དོན་ཡོད་རེད་ད་ས་གནས་ལ་མ་དོན་དེ་ཡོད་རེད་མང་པོ་ཅིག་ད་ཚོ་ཚང་མ་ཉམས་པ་ལ་སོགས་ཀྱི་ནི་ཚོགས་མི་དང་ལས་བྱེད་རེད་ཟེར་ཞོན་ཡོད་རེད་བ་ཨ་ཉམས་པ་ལ་སོགས་ཀྱི་ད་ལྟ་དམིགས་ཡུལ་ག་རེ་ཡིན་མེད་ཨ་ལས་ཀ་ག་རེ་བྱེད་ཀྱི་ཡོད་མེད་དེ་ཡས་ཕྱི་སའི་ནང་སའི་ཅིག་ཆགས་དེ་ཡོད་རེད་ཟེར་ཞོན་ཡོད་རེད་བ་ཨ་ནི་ཉམས་པ་ལ་སོགས་ཀྱི་དམིགས་ཡུལ་དང་པོ་དེ་ང་རང་ཚོ་ད་ལྟ་ཡི་གེ། ཆེས་མཐོའི་ཁྲིམས་ཞིབ་ཁང་ལ་ཡང་ནི་བཙན་བཟུང་བྱས་ནས་ད། འགྲོ་བྱ་ཉེས་སྤྱོད་ར་དྭགས་པོ་བསོད་ནམས་ནོར་བུ། ད་ག་ནང་བཞིན་ཡི་གེ་དང་མདོ་བས་བརྩི་བཟུང་བྱས་ནས། ཡི་གེ་དེ་དེ་ཉིད་ཁྲིམས་དཔོན་གཉིས་ཡོད་རུང་བ་དང་ད། ཨོ་དེ་གས་ཚང་མ་དེ་ཡན་ནི་ད་ལྟ་ཁོ་རང་ཚོ་གི་བྱེད་སྟངས་དེ་འགྲིག་མ་སོང་ཟེར་ནི་ཡ་ཞུས་གི་ཡོད་རེད་ཁོ་ཚོ་མ་དོན་དགོས་ཡོད་ཟེར་ནི་དམིགས་ཡུལ་དང་པོ་དེ་འདི་རེད་ད་ག་ཡིན་ཟེར་ན། ཉམས་པ་ལ་སོ་མགོ་བཙུགས་ཡ་དེ་ཡ་དེ་ནས་ཀྱི་ནི་ཆགས་པ་རེད་བ་ཁྲིམས་དཔོན་གསུམ་གི་ཡ་ནི་རྩ་ཁྲིམས་ཨ་ལི་ཡ་ནི་གཅིག་གི་རྡོག་རོལ་བཏང་ནི་ངུ་ནས་ཁོ་ར་རྩ་རྩ་ཁྲིམས་ལི་ཡ་ནི་རྩ་ཁྲིམས་གི་ལམ་དང་ལུགས་ཟུང་ཁད་ཁད་མེད་པ་ཅིག་གི་ལང་ཀ་ཅིག་བརྒྱུད་ནི་ཡ་སླེབས་འོང་ར་བ

ལས་ཀྱི་སྣེ་མོ་བ་དང་ང་རང་ཚོ་བོད་བོད་མི་མང་གིས་དོ་དམ་བྱ་རྒྱུ་གི་ལས་ཀྱི་སྣེ་མོ་བ་འདི་ཚོ་གི་བྱེད་སྟངས་དང་བཤད་སྟངས་དང་འབྲེལ་ཅིག་གི། འགྲོ་སྟངས་དང་ཟ་སྟངས་དང་འཐུང་སྟངས་དང་བསྡད་ཀྱི་མི་འདུག་ན་འགྲིག་གི་མི་འདུག་ཟེར་ནས་ཡར་ཞུ་ཡ་དེ་ཡ་ནི་ཉམས་པ་ལ་སོགས་ཀྱིས་ད་ལན་གྱི་ལྟེ་བ་དེ་ཆགས་བསྡད་ཡོད་རེད། འོ་དེ་འདྲ་ཅིག་ཞུ་འདོད་བྱུང་སོང། རེད་བ། ད་ནང་ད་ང་རང་ཚོ་ཡི་གེ་སུས་ལི་ཡིན་ནས་འདྲ་ས་ནས་ག་བར་ཕེབས་ཡིན་ནས་ཉན་པ་ལ་སུ་གི་མི་ནག་དུ་ཟུག་གི་དྲི་བ་བཏང་དུས་རོ། དྲི་བ་བཏང་དུས་དྲི་བ་ཡིན་ལུགས་ཚུལ་ལྡན་དྲང་པོ་དྲང་བདེན་དྲང་བདེན་དེ་འདྲ་རྐྱང་རྐྱང་བཏང་ཡོད་རེད་རོ། འདིས་ང་རང་ཚོ་ཧ་གོ་བ་བྱེད་དགོས་གོ་རོ། ད་ཉམས་པར་འགྲོ་ཡ་དང་ཚོ་ག་རེ་འགྲོ་གི་འདུག་ད། ཡི་གེ་ལ་ཡ་ཨ་ང་རང་ཚོ་གི། བོད་ལ་ཡ་གི་ལུང་པ་དེ། ད་འབྲི་ཤོད་ལོག་པ་ཞིག་རྒྱག་འོང་གི་འདུག་ཨ་ས་མཚམས་ལོག་པ་ཞིག་རྒྱག་འོང་གི་འདུག་ཨ། ཨ་ནི་སྡེ་བ་གཞུང་ལ་ཡ་དེ་འབྲི་ཤོད་ལོག་པ་ཞིག་རྒྱག་འོང་ད་མ་ཡིན་པ་ཞིག་རྒྱག་གི་འདུག་ཨ། ད་ཚོ་རྒྱག་པ་དེ་འགྲིག་མ་སོང་ཟེར་ནས་ལ་གོ་བ་རེད་ད་ད་ཚོ་ཉམས་པར་འགྲོ་གི་འོ་རེད། ཡིན་ནའི་ལེ་སྤུ་གུ་ལ་ཡ་ཨ་ནི། ཅིག་གི་བསླབ་བྱ་རྒྱག་དུས་ཡིན་ནའི་ལེ། ཁྱེད་ཚང་འདྲ་རྒྱག་གི་འདུག་མདོག་ཉེ་བོ་ཡིན་ན་སློབ་སྦྱོང་སྤྲད་དགོས་མ་རེད་ཟེར་ཡག་བཟོ་པ་དེ་ཚོ་ལ་དང་ནོར་གི་འདུག་འདི་འདྲའི་ཁྱེད་བ་ཡིན་ན་ང་རང་ཚོ་མ་འོངས་པ་སྤུ་གུ་དེ་ཚོ་ལ་ཡ་ནི་ཅིག་ཤེས་ཡོན་ཐོག་ལ་ཡིན་ནས་རེད་ག་རེ་ཐོག་ལ་ཡིན་ནས་ཉམས་པ་འགྲོ་གི་འདུག་འདི་ལ་ནི་འགྲིག་གི་མི་འདུག་ཟེར་ནས་ང་ཚོ་ཡར་བཙུད་དགོས་རེད་ཉམས་པ་ག་རེ་འགྲོ་ནས་འོ་འདི་ལ་ཡ་སླ་བཟོ་བྱས་ཡ་བྱེད་འདོད་རེད་ཟེར་ཞུ་ཡ་ཡིན་རེད་བ། དངོས་གནས་ཁོ་རང། ཉམས་པ་ལ་སོགས་ལས་དེ་སོ་སོ་ཧ་གོ་ཡ་རེད་དོ། ད་དེ་ན་ལོ་ལ་དངོས་གནས་ཉམས་པ་ལ་སོགས་དེ་དངོས་གནས་རེད་འདུག་དང་རེད་མི་འདུག་སོ་སོ་ཞིབ་འཇུག་བྱེད་ད། ཉམས་པ་ལ་སོགས་དེ་གི་མི་ནག་འདི་ཚོ་གི་ཡ་ནི་སྐད་ཅིག་ཤེས་བྱ་འགྱུར་དེ་ཚོ་ཚང་མ། ཡ་སྐྱོན་བརྗོད་བྱེད་བྱ་འགྱུར་དེ་ཚོ་ཚང་མ། ཡིད་ལུས་ཚོད་འདན་གྱི་རེད་འདུག་དང་རེད་མི་འདུག་དེ་ལྟ་ཡ་རེད། ཨ་ནི་ཉམས་པ་ལ་སོགས་ལ་ཡ་རྒྱབ་སྐྱོར་བྱེད་དགོས་འདུག་དང་བྱེད་དགོས་མི་འདུག་དེ་ལྟ་ཡ་རེད། ད་ཉམས་པ་ལ་སོགས་གི་མི་སུ་རེད་ཚོགས་པོ་སུ་རེད་བདག་པོ་སུ་རེད་ཟེར་ན་ཅིག་ཤེས་ཤེས་ཤེས་ཏེ་འདི་ང་ཚོ་ཚོང་རྒྱག་གི་ཡོད་མ་རེད་བ། དང་པོ་མགོ་བཙུགས་ཉིན་དང་དེ་གའི་ཡར་ཚོགས་གཙོ་དང་གཅིག་འདུ་ཚོགས་ལ་ཡར་ཁེབས་བཟང་དང་གཅིག་གླ་ཕོགས་གྲོགས་དང་གེ་ཡོད་མར་བཏགས་དེ་ལ། ཉམས་པ་ལ་བསུ་ལ་དེ་ག་འདྲས་ཚིག་ཆགས་པ་རེད། དང་པོ་ཡར་ཆགས་འོང་དུས། མི་མང། མི་མཉམ་ཆུང་དེ་འདྲ་ཁ་ཤས་ཀྱིས་ཡར་རུག་རུག་བྱས་ནས་ཡར་ཆགས་འོང་འགྱུར་རོ། ག་ལེ་ག་ལེ། ད་འགྲིག་གི་མི་འདུག་ད། མི་མང་ཡང་དོན་ནི་མ་གཏོགས་འགྲིག་གི་མི་འདུག་ད། གཞུང་འདི་ཡག་པོ་ཅིག་ཆགས་གི་མི་འདུག་ད། རྩ་ཁྲིམས་གཞི་བཟུང་ཅིག་འགྲོ་གི་མི་འདུག་ད། རྩ་དོན་ལ་གནོད་བ་ཅིག། སྐད་ཅིག་ཤེས་ཀྱི་འདུག་ད། རྒྱལ་རབས་ལ་གནོད་བ་གི་སྐད་ཅིག་ཤེས་ཀྱི་འདུག་ད། མཐུན་གྲོས་ལ་གནོད་བ་དང་སྐད་ཅིག་ཤེས་ཀྱི་འདུག་ད། ད་འདི་ལ་ཡར་ལན་ཅིག་མ་རྒྱབ་ན། ང་རང་ཚོ། ཨ་ནི། བོད་ཕྱི་ནང་གཉིས་ཀྱི་མཐུན་འབྲེལ་ཟེར་ནས་འདྲ། བོད་ཕྱི་ནང་གཉིས་ཀྱི་རྩ་དོན་ཟེར་ནས་འདྲ། ཨ་ནི། ཤེས་ཡོན་ཟེར་ནས་ཟ། ཨ་ནི། ཆོས་དང་རིག་གཞུང་ཟེར་ནས་འདྲ་ཚང་མ་རྩ་མེད་འགྲོ་ས་རེད་བསམ་ནས་ཨ་ནི་ཉམས་པ་སླ་སོ་དེ་ཡ་ཆ་འཇོག་འགྲོ་བ།

རོ། ཨ་མི་སྐྱ་དང། མི་སྐྱ་དང་ནི། ཁ་སོ་ང་རང་ཚོ་དགེ་འདུན་དང་བཙུན་མ་བ་འདི་ཚོ་ནི་མི་འདུག་འཆམ་པོ་འཆམ་མཐུན་བྱ་ཡ་རེད་མི་འདུག་རོ། དེ་འདྲ་རྐྱང་རྐྱང་བཤད་ནས་འགྲོ་བསྡད་ཀྱི་འདུག་ད་ཚོ་བཤད་སྟངས་དེ་ནོར་གི་འདུག་ད། ཨ་ནི་འགྲེལ་བཤད་ལོག་པ་རྒྱག་གི་འདུག་ད་ཟེར་ནས་ང་རང་ཚོ་གི་ཡ་ཤེས་ཁོ་རེད་དེ།